ཕ་མེས་ཀྱི་ཚོགས་འདུ་སྤུ་གུའི་ཤེས་ཡོན་ཡར་རྒྱས་ཆེད་དུ་ག་འདྲའི་སྟངས་དགོས་མིན་ཐོག་ཚོགས་འདུ་དེའི་ཐོག་ལ་ཡང་བེུད་རིགས་ཚོགས་བེུད་ཀྱིས་ད་རྒྱུན་ལས་རྣམ་པ་ཚོ་འགས་ཞུ་དགོས་ཡ་མེད་ཚོགས་གཙོ་ཐོབ་རྒྱག་འགོ་རྒྱག་ཕེ་ནས་ཕེ་ཀའི་བཀའ་མོལ་གནང་བཞག་ད་ཡ་དོན་བཅོས་ལས་དེ་འདྲ་ཞིག་བཟུང་བཞག་དེའི་ནང་བཞིན་རྒན་ལགས་ཅི་ཉིད་ཅིག་ལས་དོགས་ཟོ་ག་མེད་གནང་བཞག་རྒན་ལགས་རྣམ་པ་ཚོའི་ངོས་ནས་གསལ་བཤད་གནང་ས་གསལ་བཤད་གནང་དུང་ཞུ་ར་སྤྲོད་གནང་ས་ར་སྤྲོད་གནང་བཞག་ད་ཡིན་ནས་ང་རང་ལས་ཀ་ལ་ཡོད་པ་སོང་ཙང་ཨ་ནེ་ཡོད་དོ་ཞིག་བྱུང་མ་སོང་ད་དེའི་བཀའ་མོལ་དེ་ངའི་སྐོར་ལ་ཡ་ཕེ་མི་ཅིག་གསུང་བཞག

ལོ་འགོ་ནས་ས་གནས་ཨན་ཐོད་པན་དུ་སླེབས་ཡིན་རྩ་བའི་ཆ་ནས་བྱས་ན་ལུ་ཝིན་དེད་བྱས་ལུ་ཝིན་ལས་སྔ་ཕྱི་མཐའ་ཡོད་ཕི་ཀའི་ལས་ཀ་ཡག་དག་བྱུས་ཡོད་དེད་བྱས་ཡོད་དེ་ལས་ཚེ་རིང་དབང་པོ་ལགས་སློབ་གྲྭའི་གི་འགན་འཛིན་ཐོག་མ་ཚེ་རིང་དབང་པོ་ལགས་ངས་དཔེ་རྒྱག་བུ་མོ་རྒྱུད་བཅས་ངོ་ཤེས་པ་སོང་ཙང་ཁོ་རང་གི་སློབ་གྲྭ་དུ་གཙོས་ཡིན་དེ་ལ་ཡ་དགེ་རྒན་ཡག་པོ་ཞིག་དགོས་གོ་འདུག་དང་པོ་དེ་ལ་ཡ་དེད་སོང་ཙང་དེ་ཡག་པོར་ཐོངས་སོང་ངས་དུ་བྱས་གཙོ་བོ་སླེབས་ཡིན་ས་གནས་ཨན་ཐོད་པན་ཡ་སློབ་གྲྭ་གོ་གཙོ་བོ་རེད་ཤེས་རབ་སྣང་ཆོས་སློབ་གྲྭ། སློབ་ཕྲུག་དང་པོ་སྤོ་གི་དུས་མི་ཞོ་མེད་འདུག་ཅེས་བྱ་བ་ལོ་གསུམ་རིང་ལི་ཡ་སློབ་ཆེན་དུ་ཆེས་སློབ་ཕྲུག་སྡུག་སུ་འགྲོ་བ་རེད་དེ་བྱས་ནས་ང་ཐོན་ཐོན་པའི་སྐབས་ལི་ཡ་སྤོ་གི་དུས་ཀྱི་དུས་འགོ་འདུག་ཆགས་ཏེ་ཡོལ་ཞུ་བ་ཡིན་ད་རྩ་བའི་གི་ཨ་ད་ར་སྤྲོད་རེད་འདུག་ཅེས་བྱ་ད་དེ་ནས་ཉིས་སྟོང་བཅོ་བརྒྱད་ལོར་ལི་ཡ་མི་མང་གི་ཐོག་ནས་ད་ཅིག་འོས་ཤོག་བླུགས་ནས་ད་ང་བུ་རུ་ཚོགས་པའི་ད་ཚོགས་གཙོ་འདུག་ཅེས་བསྐོ་བཞག་གནང་བ་རེད་དེ་བ་ཕྱིན་ཡིན་སླར་ཡང་ཨ་ནི་མི་མང་ཞབས་ཞུ་ཞུ་བའི་ལོ་གསུམ་དགུ་སྐབས་བྱུང་བ་རེད་དེ་བ་ཞབས་ཞུ་ཞུས་པ་ཡིན། ཨ་ནེ་ཉིས་སྟོང་ཉིས་བརྩེགས་གཅིག་གི་སྤྱི་འདུས། བདུན་པ་ལི་ཨ་ཨན་དུ་བྱེད་པ་རྩིས་རུ་བཞུགས་པ་དེ་ཚང་མ་བར་རྩིས་རུ་བཞུད་པ་ཚར་བར་བོད་རིགས་ཚོགས་པའི་བྱེད་སྒོ་རྣམ་གཞག་ཚང་མ་བོད་ཚོགས་པ་སྐབས་དགུ་བའི་གི་ཚོགས་གཙོ་རྒྱུན་ལས་རྣམ་པ་ཚོ་ལ་དུ་རྩིས་རུ་བཞུད་ཡོད། ཚང་མ་གཙང་མ་གཙང་རྐྱང་བཞུད་ཚར་བ་རེད། བཞུད་དེ་ག་ཚང་མ་ཚར་ཡོད་དེ་ལས་ཡང་ཉིས་སྟོང་ཉི་ཤུ་རྩག་གཅིག་གི་སྤྱི་འདི་དགེ་བའི་འདམ་ཆུ་ལ་ཡང་ད་དེའི་སྐབས་ལ་ཡང་ཨ་ནེ་ཚོགས་གཙོ་དཔལ་ལྡན་ལགས་ཀྱིས་དེ་འདྲ་གསུངས་གི་འདུག་ང་ལ་ཡང།

བདེ་ལ། རྒྱན་སྐྱེད་སའི་ཚེ་དང་ཡིག་བྲིས་སའི་ཚེ་ལྟ་བ་གཉིས་ནི་ཡོད་མ་རེད། སྦྱིན་བདག་ཁོ་རང་ངོས་ནས་གར་སོང་འགྲོ་ཟེར་ན་ང་དང་བེ་རི་ཚོ་བོད་བར་འབྲེལ་བ་དགེ་མེད། འབྲེལ་བ་མེད། གཙོ་བོ་དེ། སློབ་གྲྭ། སྤུ་གུའི་ཤེས་ཡོན་རང་གི་ཆེད་དུ་ཡིན། ཞེས་བྱས། སྤུ་གུའི་ཤེས་ཡོན་རང་གི་ཆེད་དུ་ཡིན། སྤུ་གུའི་ཤེས་ཡོན་དེ། ཕི་གེ་སྤྲད་ས་དེ་ཕི་གེ་ཏག་ཏག་ཕི་གེ་གོ་ཡོད། ཞེས་བྱས།

ཡིན། རྩིས་སྤྲོད་ཞུ་དགོས་པའི་བེ་རི་མཚོ་བོད་ཀྱི་ལྕེ་ལ་ཡོད་དོ་ཅོག་བེ་རི་མཚོ་བོད་ཀྱི་ག་རེ་ཡོད་པ་ཚང་མ་ངས་རྩིས་སྤྲོད་ཞུས་ཡོད། ད་དུང་དེའི་གང་ལས་ཁ་སང་སྤྱི་བདེ་དགེ་བལ་གྱིས་ད་དེ་ང་ངས་པཱ་འདེ་ལགས་ལ་ཞུས་ཡིན། མོས་ད་ལྟ་སྐུ་ཞིག་དང་ང་ད་ལྟ་སྙོར་མ་བྱེད་རོགས་བྱས། ང་ང་ད་ལྟ་ང་རང་སྐྱེ་མེད་དང་སྤུ་གུ་ན་ནས་ད་ལྟ་སྨན་ཁང་ལ་ཡར་ཛར་རག་ཐུག་ནས་ནད་དུ་ཡོད། ང།

ཁྲོམ་དེ་ཚགས་པར་བསྡུས་ཚུལ་རྫོགས་པ་རེད་ཡིན་ནའི་ལས་སྤུ་གུའི་ཤེས་ཡོན་གྱི་ཐོག་ལ་ཡང་རོགས་རམ་དགོས་མཁོ་འདུག་ཟེར་རྗེས་ཨ་ནི་ཁྱེད་རང་གིས་ཀོ་ཆི་བྷི་ཀའི་འཛིན་ཁང་གི་སྡོད་དེ་སྤྲད་རོགས་གནང་དང་ཟེར་རྗེས་སླར་ཡང་མུ་མཐུད་ནས་སྤྲད་རོགས་གནང་དང་ཞེས་ཞུས་འདུག་ལྷམ་ལགས་ཀྱིས། འོ་དེ་ལྷམ་ལགས་དགེ་སློབ་ནས་ཕྱག་ལས་གནང་རྒྱུར་འདིར་ད་ཉི་མ་ང་ལས་དེ་འདྲའི་གནང་རེད་ཁ་ཚང་ཁྱེད་རང་ཞུས་པའི་སྐད་ལས་དེ་རང་གནང་འདུག་དངོས་གནས་དེ་ནས་ལྷམ་ལགས་འདྲ་བོ་ཡིན་ན་དངོས་གནས་དེ་ནས་བུད་མེད་ཅིག་བོད་པའི་གི་སྤྱི་ཚོགས་ཚོགས་པ་དང་དཔེ་མི་སྲིད་ཀྱི་ཐག་རིང་པོ་ཆེ་ཆགས་འགྲོ་བར་མི་ཁ་ཤས་ཅིག་གིས་བཟོས་བཞེངས་རྒྱུ་རེད་འདུག་འགོག་རྐྱེན། དངོས་གནས་བགྲོ་གླེང་ང་ཚོ་བོད་པ་ལ་དགོས་ཡག་གི་སྐྱེས་མའི་དངོས་གནས་ལྷག་བསམ་ཤེས་ཡོན། གང་ཅི་དང་ནུས་པའི་ཕུན་སུམ་ཚོགས་པ་ཡག་པོ་ཡོང་རྒྱུ་དེ་འདྲ་ང་ཚོའི་སྤྱི་ཚོགས་ལ་དགོས་གུ་དོག་ཨ་ཏེ་ག་ལེར་ག་ལེར་ག་ལེར་ཡར། མི་གཅིག་གཉིས་གཅིག་གིས་གཅིག་རྒྱའི་བཤད་སྟངས་དང་བྱེད་སྟངས་ལ་བལྟས་ནས་དུས་ཚོད་ཐག་རིང་པོ་ཆགས་འགྲོ་ཡ་འདྲ་ཡོང་གི་འདུག་བྱས་ཙང་དེ་མཁྱེན་དགོས་ཡག་ཅི་རེད། འོ་ཡ། ད། གལ་སྲིད་ཁྱེད་རང་གི་ད་ཨ་འདྲས་ཡིན་པ་ཡིན་ནར་ད། ནི། འཛིན་མཁན་གྱི་སྡོད་དེ། ཁ་སང་ཟླ་བ་གསུམ་ཟླ་བ་བཞི་སྔ་ཕྱི་བཞི་རག་མི་འདུག་བ་ག་ཕྱི་ནས་རག་ཡོད་མ་རེད།

ཨ་འདི་དག་འབྲེལ་བ་བཟོས། འདི་དག་ཁོ་གཉིས་གཉིས་བར་འབྲེལ་བ་ཐད་ཀར་ཡོད་རེད། ལྷ་མོ་ལགས་ཀྱི་ཡུལ་གྱི་དུག་ཁོ་གཉིས་བར་འབྲེལ་བ། ཨ་འདི་སྲིད་འདིར་བེ་རི་ཚོགས་པ་ད་ཡོད་མ་རེད་དྲི་བ་ག་རེ། དྲི་བ་ཇི་ག་དྲིས་ན། ཞུ་སྐུལ་གཏོང་ནས་རྒྱལ་སྤྱིའི་གནས་ལ་ལོ་ཡོད་མ་རེད། གཞུང་འབྲེལ་གྱི་རྒྱལ་སྤྱི་ཡོད་མ་རེད་གཞུང་འབྲེལ་གྱི་རྩིས་འབྲེལ་ཡོད་མ་རེད། ཨ་ཡ་དངུལ་ཁང་ནང་ལོ་ལེན་དངུལ་ཕར་ཚུར་བཏང་སྤེལ་གྱི་བྱུང་ཚུལ་དུས་བཅད་ཡོད་མ་རེད་ད་གར་རྩིས་འབྲེལ་བྱོས་རེད། ཁྱེད་རང་རྩིས་འབྲེལ་གྱི་ག་དུས་ནས་སྐད་ཆ་བདེན་པའི་ཟས་ཟ་བདེན་པའི་དགོས་དགོས་བདེན་པའི་གཏམ་སྨྲ་ན་སྐྱིད་ཤོས་རེད། ང་མི་ལ་ཧམ་བཤད་བྱེད་དགའ་བོ་མེད། མི་ཚོ་ཧམ་བཤད་བྱས་ནས་ང་བཟོད་པ་བྱེད་ཐུབ་མེད། ངས་དེ་ག་དུས་ནས་ཕར་དག་སེལ་བྱེད་ཀྱི་ཡོད། རེད་བ། དག་སེལ་བྱེད་ཀྱི་ཡོད། མི་ཚོ་དགོད་རྒྱུ་ཡོད་པའི་སྐད་ཆ་བཤད་ན་ངས་ཕར་དགོད་རྒྱུ་ཡོད་པའི་སྐད་ཆ་བཤད་ཀྱི་ཡོད། མི་ཚོ་ཡག་པོ་བྱས་ན་ངས་ཕར་ཡག་པོ་བྱེད་ཀྱི་ཡོད། མི་ཚོ་གཉོམ་ཆུང་ཡིན་ན་ང་ཕར་གཉོམ་ཆུང་ཡིན། དངོས་གནས་ཡིན། ང་གྱོད་རྒྱམ་དེ་ལ་དགའ་བོ་མེད། གང་ལྟར།

སྦྱིན་བདག་གིས། དེ་ནས་བྱུང་བ་རེད་ཅེས་ངས་ངོ་སྤྲོད་ཞུས་ཡོད་ཡིན་ན་ནི་ཁྱེད་རང་གིས་ཅི་ལོས་བྱས་མ་སོང་ཞེས་པས་དེ་འདྲ་གསུངས་ཤག་དེ་དེ་ཚ་བོ་གཉིས་ནས་ཀྱི་བདེན་པ་མིན་པའི་བཀའ་མོལ་དེ་འདྲ་མ་གནང་ན་ཡག་རེད་ཞུས་ཡོད་ཡིན། རེད་བ། ནས། ངས་ག་སོང་ནས། ཉིན་ཐོ་ཉིས་ཆག་གཅིག་གི་སྤྱི་འདི་བརྒྱད་པའི་ནང་ལོར་ཁྱེད་རང་གིས་དེ་འདྲ་གསུངས་ཡོད་པ་ཁྱེད་རང་དངོས་གནས་དཀའ་ངལ་ཡོད་རྒྱུ་རེད་ཤག་ཞུས་ད་ངས་དེ་འདྲ་ཡོང་གི་རེད་བསམ་རྗེས་ངས་བྱམས་དེ་ངས་བཞག་ཡིན་བཟོད་བོད་བྱས་ཡིན་བཟོད་བསྲན་བྱས་ཡིན་དེ་ལ་བཟོད་བསྲན་ལགས་རེད། ད་ཡང་ཁྱེད་རང་གིས་ཨ་ཁོ་ལ་དགའ་ཚད་བཤད་ནས་ལས་འབྲས་འདུག་ཁོ་ཕལ་ཆེར་ཤེས་ཀྱི་ཡོད་ས་རེད།

ཡིན་ནས་སློབ་གྲྭའི་རྒྱལ་མཚན་བློ་བཟང་པོ་ལགས་ལ་ཡར་སྡུར་བྱེད་ཞུས་ཡོད་བློ་བཟང་ཞུས་དུས་བློ་བཟང་པོ་ལགས་ཐུགས་སེ་ཐིག་དེ་ན་བཏང་མ་གོ་ཡ་ཞེས་ནཱ་རོ་རྗེའི་གསུང་སོགས་དང་ཁ་སང་གི་གཉིད་དུ་བ་ལས་སྐད་རིགས་ནཱ་རོ་ལ་ཡ་སྐད་རིགས་ནཱ་རོ་ལ་དཀའ་ངལ་དེ་བྱུང་གི་འདུག་ཅེས་བཤད། ཨ་ད་མི་སློབ་གྲྭའི་འདི་ལ་ཡ་གདེང་འཇོག་བྱེད་ཁོ་བོ་རེད། སློབ་གྲྭའི་རྒྱལ་མཚན་གྱི་བཀའ་ལ་གདེང་འཇོག་བྱེད་ཁོ་བོ་རེད་ངོ་ནས་དཀའ་ངལ་དཀའ་ངལ་སུ་ལ་ཡོད་པ་ཚང་མ་གདེང་འཇོག་བྱེད་ཁོ་བོ་རེད་བྱས་ཙང་ངས་འདི་བྱས་ནས་ངས་དེ་རེད་ད་ང་དོན་གསལ་ལང་ཀ་འདི་ཡུལ་གྲུབ་དྲ་རྒྱ་ཁོ་ར་ཡ་ནཱ་རོ་ལ་མ་ལྟོས་པས་ང་མེད་པ་རེད་ངས་དག་སེལ་བྱས་ཏེ་ངས་དེ་ན་ཞུས་ཡོད་འོ་དེ་ཡིན།

རོ། ད་མི་དགེ་དངོས་གནས་གཅིག། བདག་ཅན་བུད་མེད་བཞི་སྟོང་ལྔ་སྟོང་གཅིག་གི་སྐུ་ཚབ་བཅས་འདུས་སྡོད་བཙུན་པ་མི་དགེ་གཅིག་གི། སློབ་གྲྭའི་འཛིན་ཁང་གི་སྡོད་ཀྱི་སྦྱིན་བདག་དང་བཅས་སྡོད་བཙུན་པ་ཉུང་མཐའ་ལས། རྗེ་བདག་ཅེས་དེ་རྣམས་ཀྱང་ཕན་གོ། དེ་རྣམས་ཡང་མི་འདུ་བ། ད་དེ་དེ་བཞག་ཞུ་སྐད་མེད་ད། རྗེ་བདག་གིས་ཁྱེད་རང་ལ་བཀའ་མོལ་གནང་ཆེད་གསལ་བཤད་གནང་གི་འདུག་ཡང་ན་སློབ་གྲྭའི་འགན་འཛིན་ལ་ཡང་བཀའ་མོལ་གནང་གི་འདུག་དེ་ཡིས་ར་སྤྲོད་གསལ་པོ་བྱས་ཡོང་གི་རེད།

ཀྱི་མགོ་རེད། འདི་ལྟར་རིག་སྐབས་དགུ་བོད་ཀྱི་རྒྱུན་ལས་ནང་ལོགས་ལ་ཡ་སྐབས་བརྒྱད་པའི་རྒྱུན་ལས་ཡོད་རེད་ཁོ་ན་རིག་མཁྱེན་གྱི་ཡོད་རེད་འོ་དེ་དེ་ལ་ཡ་རྩིས་སྤྲོད་མ་བྱས་པ་ཟེར་རེད་དེ། ང་ལ་ཡ་དྲ་ཚིགས Website གི Website སྤྲད་ཡོད་མ་རེད། ཨ་ནས་མྱུར་འཕྲིན Email གི Password སྤྲད་ཡོད་མ་རེད། ངོ་དེབ་ངོ་དེབ་ཀྱི Password དང་ངོ་དེབ་ཀྱི ID བཅས་རྩིས་སྤྲོད་བྱས་ཡོད་མ་རེད་གནང་མ་སོང་བཅས། འོ་དེ་ལ་རྩིས་སྤྲོད་མ་བྱས་པ་ལབ་རེད།